ང་ཚོ་བོད། བོད་ལ་དཔེ་བཀའ་དྲིན་ཆེན་པོ་བྱེད་དང་ཨ་ནེ་དངོས་གནས་ཁོ་རང་ཚོགས་པ་དེ་ཅིག། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཨ་ནེ་གལ་ཆེན་པོ་ཡིན་པ་བྱེད་དང་ཨ་ནེ་ང་ཚོ་ད་ལྟ་བར་དུ་ད་ཅིག། བོད་ཕྱི་ནང་གཉིས་ལ་དེ་ངེས་ཀྱི་བོད་མི་ཚང་མའི་ཆེད་དུ་ཨ་ནེ་གལ་ཆེན་པོ་ཞི་བོ་ཅིག་ཡིན་པ། འདི་ད་ང་ཚོ་ཚང་མས་ངོས་འཛིན་བྱེད་དགོས་བ་རོ་རོ་བ། ཡིན་ནས་ཡང་ད་རིང་ཁ་སང་སེམས་པ་སྐྱོ་ཡ་ཅིག་ལ་ག་རེ་འདུག་ལགས་ར་ཅིག་ཡིན་ནམ། དམིགས་བསལ་གྱི་ད་གཞོན་ནུ། Toronto གྱི་གཞོན་ནུ་དེ་ད་ང་བསྡད་ས་གནས་འདི་གི་བསྡད་དུས་ཙམ་པ་ལ Toronto གཞོན་ནུ་དེ་ད་ཅིག་ཉིས་སྟོང། གྱིས་གྱིས། ཨ་ནི་རྗེས་ནས་ཅིག། ཏེས་ཅིག་ཉམས་ཆག་འགྲོ་ཡ་དང། ད་འདི་དངོས་གནས་ཁོ་རང། གཞོན་ནུ་རྒྱུན་ལས་མེད་བ་དང་དེ་འདྲས་གང་མ་རེད་རུ་བ། ཨ་ནི། གཞོན་ནུ་དེ་ཅིག་ཉམས་ཆག་འགྲོ་ཡ་དང་ང་ཚོ་བོད། ད་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ཨ་ནི་ཆབ་སྲིད་དེ་ཏེས། ཆབ་སྲིད་དེ་ཏེས་འགྱུར་བ་འགྲོ་དུས་ཙམ་པ་ལ་ཨ་ནི་དེ་ན་བཞིན། གཞོན་ནུ། གཞོན་ནུ་ལ་ཅིག། ཏེས་ཀྱི་ཉམས་ཆག་དང་ཆབ་སྲིད་ཀྱི་འགྱུར་བའི་ཐོག་ནས་ལ་ཝར་བ་མིག་གི་བསམ་ཚུལ་དང་ཆབ་སྲིད་འགྱུར་བའི་ཐོག་ནས་ཨ་ནི་ཅིག་གཞོན་ནུ་དེ་ཉམས་ཆག་ཤུགས་ཆེན་པོ་ཞུགས་འགྲོ་ཡ་ཅིག་དང་འོང་དེ་འདྲ་བྱེད་ནས་དཀའ་ངལ་ཆེན་པོ་ཅིག་བྲིས་ཡོད་འདུག་ཨ་ནི་ད་རི་ཁ་སང་འདྲ་བོ་ཅིག་ཡིན་ན་ད་ཀྲོ་ཨན་ཀྲོ་གཞོན་ནུ་ལ་དུས་ཙམ་པ་ལ་མེད་ནས་ཡོད་ན་མེད་ན་བསམ་ཡ་འདྲ་བོ་དེ་འདྲ་མི་འདོད་མཚམས་མཚམས་དོ་སྣང་ཞི་བོ་ཅིག་བྱེད་ནས་ད་ནམ་རྒྱུན་དུ་ད་ང་ཚོ་འདྲ་བོ་ཅིག་གི་དོ་སྣང་བྱེད་ནས་ད་དེ་ངེས་ཅིག་ཡིན་ན་མ་གཏོགས་རོ་ཨ་ནི་ཅིག་ཡོད་ན་མེད་ན་གཞོན་ནུ་ཡོད་ན་མེད་ན་པའི་ང་ཚོ་ལ་ཁེ་ཕན་མེད་སྐྱོ་འདྲ་བོ་ཁྱད་པར་གང་སྐུ་ཅི་ཁྱད་པར་གང་སྐུ་ཅི་མེད་མགྱོགས་འདྲ་བོ་ཅི་མི་འདོད་ཨ་ནི་དེ་འདྲ་འདྲ་བོ་ཅི་དོ། ད་ངས་གལ་ཆེན་པོ་ཅི་ལ་ག་རི་ལ་ཡ་ཆི་ག་རི་ལ་ཡ་གི་ཆ་ཤི་ཡོད་ལབ་བ་ར་ཅན་ན། ང་ཚོ་གཞོན་ནུ་འདི། དམིགས་བསལ་གི་སྤྲོ་ད་གཞོན་ནུ་ལོ་བཞི་བཅུ་ཞེ་དགུ།

མི་འདོད་སོ་སོ་གི་དང། དངོས་གནས་ཁོ་རང་བློས་ཞུ་བཏང་ནས་ཚོགས་པ་ཅིག་ཨེ་འདྲེ་ཆེན་རྒྱུགས་སྐྱོང་བྱེད་རོ་བ་འཛུགས་སྐྱོང་ལག་རོ་བ་ད་རྒྱུགས་སྐྱོང་ཡོད་རེད་འདི་བྱེད་དུས་ཙམ་པ་ལ། ད་ང་ཚོ་གི་ཨེ་འདྲེ་ཆེན་ནས་མི་དཀའ་ལས་རྒྱག་ནས་ལོ་བཞི་བཅུ་ཞེ་དགུ་དཀའ་ལས་རྒྱག་རྒྱུགས་གི་འདི་ཚོགས་པ་འདི་ཨ་ནི་ང་ཚོ་ཨེ་འདྲེ་ཆེན་ནས་རྩིས་མེད་བཏང་བ་དང་ཅིག་བྱེད་ནས། མཐོང་ཆུང་འདྲ་བོ་དང་ཅིག་འདི་ཚོགས་པ་འདི་ལ་ཅིག་གུས་ཞབས་མ་བྱེད་བར་དང་དེ་འདྲ་བྱེད་བ་ཡིན་ན་ལས་རྒྱུ་འབྲས་ལ་འགྲོ་གི་རེད་བསམ་གི་མི་འདུག་རོ་མི་མང་པོ་ཅིག་གིས་དཀའ་ལས་རྒྱག་ཡོད་རེད་ཨང་དེ་ན་བཞིན་ད་ལྟ་བར་དུ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལགས་རོ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཆབ་སྲིད་ཀྱི་ཐོག་ནས་བཤད་བ་ར་བྱེད་ཡིན་ན་ང་ཚོས་ཀྱི་དགྲ་དེ་རྒྱ་མི་རེད་རོ་ང་ཚོ་རྒྱ་དམར་པོ་དག་ད་ལྟ་གཞུང་གཟིམ་དེ་ངེས་དེ་རེད་རོ་ང་ཚོ་ཨིན་ཇི་སྐད་ལ་ན་སི་སི་པི་ལ་ཡིན་རོ།

གཞོན་ནུ་དེ Terrorist ནང་ལ་བླུགས་པ་འདུག་ལ་ཡ་ཇི་ཡོད་རོ། འདི་ལ་དོས་ཙམ་པ་ལ་ང་ཚོས་ཀྱི་སྒྲ་འདི་གི་དངོས་གནས་ཁོ་ར་གཞོན་ནུ་དེ་གལ་ཆེན་པོ་ག་ཚོད་ཡིན་པ་དེ་ང་ཚོ་ལ་སྟོན་དགོས་བ་རེད་ཡིན་ནས་ང་ཚོ་བོད་པ་ཀླད་སྟོང་ཁ་ཤས་ཅིག་གིས་ཅིག་འདི་དབུ་མའི་ལམ་དང་གཞོན་ནུ་གཉིས་ཀྱི་པ་ར་གི་རྙོག་དྲ་ཡིན་པ་འདྲ་བོ་ཅིག་མི་འདེད་ཅིག་དབུ་མའི་ལམ་ཡིན་ད་ང་གཞོན་ནུ་ལ་འདི་ཕྱིས་ཆོག་མར་ལ་ཡ་དེ་འདི་ཏེས་ཅིག་དངོས་གནས་ཁོ་ར་ཅིག།

ལངས་ཕྱོགས་ཡབ་མ་འདྲ་བ་ཡོང་ཆོག་རེད་ཡོང་ཡོང་ཡོང་དགོས་ཀྱི་རེད་བ་རེད་བ་ང་ཚོ་གི་འདི Democratic Society ལགས་རོགས་དམངས་གཙོ་ཡང་དག་པ་ཅིག་ཡིན་ལ་བོ་རེད་བ་ང་ཚོ་འདི་འདི་ཕྱི་དུས་ཙམ་པ་ལ་དམིགས་བསལ་གི་ག་ལ་བོ་རེད་གཞོན་ནུ་ལ་ཅིག་དོ་སྣང་བྱེད་དགོས་ཡ་ཅིག་དང་ཨ་ནི་ང་རང་ཚོ Toronto གི་གཞོན་ནུ་འདི་ལ་ཅིག་དོ་སྣང་བྱེད་དགོས་ཡ་ཅིག་གལ་ཆེན་པོ་ཞུ་བྱ་གི་འདུག་རེད་བ་གཞོན་ནུ་ཉམས་ཆགས་ཞུ་འགྲོ་བཞག་འདི་ཕྱི་དུས་ཙམ་པ་ལ་ད་རིང་འདི་ལོ་བཞི་བཅུ་ཞེ་དགུ་གི། ཨ་ནི་གཞོན་ནུ་དབུ་བརྙེས་བའི་ལོ་བཞི་བཅུ་དབུ་བརྙེས་ནས་ལོ་བཞི་བཅུ་ཞེ་དགུ་འགྲོ་བའི་གི་ཨ་ནི་དུས་ཆེན་འདི་སྤྱི་ཟླ་བཅུ་པའི་སྟ་རེ་ལྔ་ད་ཟླ་འདི་གི་གཟའ་སྤེན་པའི་ཉིན་མོ་དེ་ལ་ཨ་ནི་ཁོ་རང་ཚོ་ཕེ་གེ་ལ་ད་བསམ་བློ་བཏང་ད་དམངས་གཙོ་དུས་ཆེན་ད་དུས་ཆེན་དྲུང་དཀར་དུས་ཆེན་ག་རེ་ཡིན་ན་ད་དུས་ཆེན་ཆེན་པོ་ཆེན་པོ་ཚང་མ་རོ་དུས་ཆེན་ཡིན་ཚེ་བཅས་ལ་ཅིག་ཚོགས་ཁང་ཡིན་ན་ཡ་ཡོད་ཆེན་པོ། བོད་རྒྱ་ཆེ་སྡེ་ཁག་གི་སྡིངས་ཚོད་ལྟ། ང་ཚོ་ཀྲོ་རོན་ཀྲོ་གི་གཞོན་ནུ་དེ་ལས་ཀ་རྒྱུན་ལས་འདུ་འཛོག་གི་ལས་ཀ་མ་བྱེད་ཡོད་མར་དང་མི་མང་གི་རྒྱབ་སྐྱོར་མེད་ནས་ད། ཅིག་ཚོགས་ཁང་གཅིག་མངག་དགོས་ན་མི་ཆེན་པོ་མངག་ན་མི་ཡོང་ངེས་ཡོད་ན་མེད་ན་བསམ་ཞེ་སྡང་སྐྱེས་རོ་ཅིག་ད་ང་ཚོ་གི་མི་མང་གི་སྡིངས་ཚོད་སྤྲད་ཐུག་མི་འདུག་ལས་ཀ་བྱེད་རོགས་བྱེད་ངེས་ཅིག་དེ་ཡོད་ལས་ཀ་བྱེད་ཀྱི་ཡིན་ལ་ནི་སེམས་ཤུགས་བྱེད་ནས་ཚང་མ་ཡི་གེ་ལས། ཨ་ནི་ང་ཚོ་མི་མང་གི་འདི་ལ་རྒྱབ་སྐྱོར་བྱེད་མ་ཐུབ་བ་བྱེད། རྒྱབ་སྐྱོར་མ་བྱེད་དུས་ཙམ་པ་ལ་གདེང་ཚོད་ལས་ཀ་བྱེད་ངེས་ཡིན་ནའི་གདེང་ཚོད་ཐིག་མ་ཐིག་ཡས་འགྲོ་གི་བྱེད་ལ་བོར་བ། འོན་ཏེ་ཡིན་དུས་ཙམ་པ་ལ་ཧོལ་ཡིན་ནའི་ཕྱིན་ཅི་བྱེད་ད་ད་རིང་འདི་ང་ཚོ་གདེང་ཚོད་དེ་སྤྲད་ཐུ་ཡས་དེ་གལ་ཆེན་པོ་རེད་མི་ག་ཚོད་མང་པོ་ཡོང་ཐུ་ན་ཁྱད་པ་ཡོད་མ་རེད་ཧོལ་ཆུ་ལོག་ལ་བསྡད་དགོས་ན་ཇེ་མང་འདི་ཚོར་རྒྱུན་ལས་འདི་ཚོ་གི་དངོས་གནས་བོད་བསྟན་པ་ཆབ་སྲིད་སྤྱི་པ་གི་དོན་དག་ལ་རྩ་དོན་གི་དོན་དག་ལ་ལས་ཀ་བྱེད་ཡས་ཀྱི་ཆེད་དུ། ཨ་ནི་ཅིག་ག་ལ་འོ་རེད་གལ་ཆེན་པོ་ཅིག་ལ་ག་རེ་བྱ་གི་འདུག་ལབ་ན་རྩ་དོན་དང་སྡོན་འཛུགས་ཀྱི་ཆེད་དུ་ལས་ཀ་བྱས་ཡ་བྱས་ལ་ཨོ་ཁ་སིང་ང་ཚོ་བླ་ཡིན་ད་ཆུང་གྲགས་སི་ད་ད་ང་ཚོ་ཧོལ་ཆེན་པོ་ཅིག་བྱས་ང་ཚོ་ལས་ཀ་རྒྱ་ཆེན་པོ་ཅིག་བྱེད་འོ་འདུག་ད་ལ་ནི་དིང་ཚོས་བསླད་དེ་བཟོས་དེ་དཔེ་གལ་ཆེན་པོ་མཐོང་གི་འདུག་རོ་དེ་བྱེད་དུས་མི་མང་གིས support བྱེད་རོགས་གྱིས་སྤྱི་ཟླ་བཅུ་པའི་ལྟ་རིང་ང་དེ་ལ་དྲན་གི་ཀིང་ད་དྲན་རོ་དེ་གི་སུམ་ཐོག་དེ་ཀོ་ནར་དེ་ལ་བཞི་ཐོག་དེ་ལ་ཨ་ནི church དེ་ནང་ལོགས་ལ། མཚོ་དབུས་དུ་རུ་གཞོན་ནུ་ཀྱིས་དབུ་བརྙེས་པའི་དུས་ཆེན་ཆེ་ཨ་འདི་ཅི་གོ་ཚིག་མི་འདུག་འདི་སྙེམས་མདོག་ལ་རྒྱུན་ལས་གསར་བ་ད་རིང་རྒྱུན་ལས་གསར་བ་ཁྲག་ཁྲག་དེ་འདྲས་ལངས་བཞིན་རུ་འདི་ཕྱི་དུས་ཙམ་པ་ལ་འདུ་འཛོ་ཚང་མ་འཛོམས་གོ་འདུག་འདི་ལ་དཔེ་རྒྱབ་སྐྱོར་བྱེད་ཡ་དེ་གལ་ཆེན་པོ་མཐོང་གོ་འདུག་ཨ་ནི་དུས་ཚོད་དེ་ངེད་ཀྱི་འགྲེལ་བཤད་རྒྱག་ཡིན་ད། དགོན་བདག་ཆུ་ཚོད་བཞི་པ་རེད་བཤད་རུ་སྤྱི་ཟླ་བཅུ་པའི་ལྟ་རིགས་ལྔ Parkdale United Church Foundation ལ་ཡོད་དོ King the Dun། འོན་ཏེ་ཁྱེད་རོ། ཨ་འདི་ནང་ལོགས་ལ་ཡིན་གྱི་མིན་གྱི་བྱ་བྱ་དང་ཨ་ནི། Snacks དང་དེ་འདྲའི་ཟ་ཡ་དང་དེ་ཚོ་ཚང་མ་ཁོ་རང་ཚོ་གི་གོ་སྒྲིག་བྱེད་ཀྱི་འདུག་རོ་འདི་བྱེད་དུས་ཙམ་པ་ལ་ད་རིང་ང་ཚོ་ཀྲོ་རང་ཀྲོ་ད། བསམ་བློ་ཆུན་ཆུན་གཅིག་ག་ལ་མ་བདེ་བ་བྱེད་རོ། རྒྱབ་སྐྱོར་བྱེད་ནས་ཨ་ནི། ཡིན་གྱི་མིན་གྱི་རོ། རྒྱབ་སྐྱོར་བྱེད་ནས་ཕེ་རོགས་བྱེད་ཨ་ནི་ཁྱེད་རང་ཚོ་ལམ་ག་རེ་རྩོད་ཀྱི་ཡོད་ན་འདྲ་རོ། དབུ་མའི་ལམ་བརྩི་གི་ཡོད་ན་འདྲ་རང་བཙན་བརྩི་གི་ཡོད་ན་འདྲ་ག་རེ་བརྩི་གི་ཡོད་ན་རེད་འདི་སོ་སོ་གི་རང་དབང་རེད་རེད་ཡིན་ནས་བོད་བསྟན་པ་ཆབ་སྲིད་དོན་ཨིན་ཇི་གཅིག་གིས་ང་ཚོ་ལ Free Tibet ལབ་རྒྱུ་ཙམ་པ་ལ་ང་ཚོ་ཁོ་རང་བཙན་བརྩི་ངེས་ཡིན་དང་དབུ་མའི་ལམ་བརྩི་ངེས་ཡིན་འདི་ཚོ་ལ་ཁྱད་པར་ཅེས་མི་འདུག་ག་ཅིག་ལ་ན་ང་ཚོ་བོད་བོད་ཀྱི་ཆེད་དུ་བྱེད་ཀྱི་འདུག་ལ་ནི་ང་ཚོ་དགའ་བ་ཅིག་གླེང་གི་འདུག་འདི་ང་ཚོའི་དགའ་བ་དེ་ལས་དེ་དཔེ་གལ་ཆེན་པོ་རེད་ཞེས་རོ་བོད་དོན་གྱི་ཆེད་དུ་མི་གཅིག་གིས་བོད་དོན་གྱི་ཆེད་དུ་ལས་ཀ་ཅིག་བྱེད་ཀྱི་ཡོད་ན Facebook ལ་མི་གཅིག་གིས་ང་འདྲ་བོ་ཅིག་གིས་ཆོ་མེད་ཀྱོ་བོད་དོན་སྐོར་ལ་ཅིག་བཤད་ག་བྱེད་དུས་ཙམ་པ་ལ་ཨ་ཨ་ཁ་ཤས་དགའ་ནས Share ཞུ་བ་བྱེད་ཀྱི་འདུག་ཨང་ཁ་ཤས་ཅིག་དངོས་གནས་ཁོ་ར་ད་འདི་ཚོགས་པ་ཅིག་རོ་བད་ཁོ་ར་ང་ཚོ་འདྲ་བོ་ཅིག་མང་པོ་ཅིག་གིས་རུབ་བཞག་གི་ནས་ཚོགས་པ་ཅིག་རོ་ཚོགས་པ་ཅིག་ལ་དུས་ཙམ་པ་ལ་ང་ཚོ་ལ་དམ་གལ་ཆེ་གི་རོ་དེ་བྱེད་དུས་ཙམ་པ་ལ།

རང་བཙན་རྩོད་གི་ཡོད་ལ་བོར་བ་ཡང་མི་ཁ་ང་ཡི་གི་རང་བཙན་ཁ་ཆེ་ཁོག་གི་རྩོད་སྲིད་གི་རོ་རོ་ཡ་ཡང་ཁ་ནས་རང་བཙན་རྩོད་ངེས་ཡོད་རེད་ཁ་ནས་དབུ་མའི་ལམ་རྩོད་ངེས་ཡོད་རེད་འདི་ལ་དུས་ཚང་པ་ཁ་ནས་རྩོད་ཡོད་ཅིག་པོ་མེད་པ་བྱས་རོ་ལག་ལེན་བསྟར་ནས་རོ་ད་གང་ཐུབ་ཐུབ་བྱེད་ཡ་གི་ཐབས་ཤེས་ཅིག་ཡོད་ད་ང་འདྲ་བོ་ཡིན་ན་མང་ཆེ་ཁ་རང་བཙན་རྩོད་ངེས་འདྲ་བོ་ཆགས་གི་འདུག་ད་ཡིན་ནས་ཡང་རོ་ད་འདི་འདྲ་བྱེད་ན་རུང་གི་མ་ར་འདི་འདྲ་བྱེད་ན་ཡོང་ས་མ་རོ་བ་ཅིག་ཕ་མ་དང་ཕ་མའི་སྐབས་ནས་དཀའ་ལས་རྒྱབ་བཞག་རྒྱུ་འདི་གི་འབྲས་བུ་ཅིག། ལོ་བཞི་བཅུ་ཞེ་དགུ་སྐྱོང་ཐུབ་ནས་ད་ལྟ་བར་དུ་ལྷག་ཡོད་རེད་ཟེར་བ་ད་ད་རིང་ཁ་སང་སྤྱི་ཚོགས་འཁྲུག་ཆ་དེའུ་དང་མི་གཅིག་སྤྱང་པོ་ཞུ་བོ་ཆ་གོ་ལྡོག་ཞུ་བོ་ཆེན་པོ་ཆགས་ཡོད་འདུག་ཙམ་པ་ལ་ཨ་ནི་ཅིག་ག་ལ་འོ་རེད་འདུ་འཛོ་གི་རིགས་འདུ་འཛོ་ལ་ཚོགས་པ་འདུ་འཛོ་ལ་མཐོང་ཆུང་ཤོར་ཡ་དང་དེ་འདྲས་ཡོད་རེད་བ་ད་ནི་ཚོགས་པ་གསར་བ་ལ་མང་པོ་ལ་རྒྱབ་སྐྱོར་བྱས་ཚོགས་པ་གསར་བ་མང་པོར་ཡ་བཟོས་ཡ་བཟོས་ཡ་བཟོས་ཚོགས་པ་རྙིང་པ་ཡོད་དེ་སྐྱོ་དེ་དག་པོ་རྒྱབ་མ་ཐུབ་ད་འདི་འདི་རེད་ད།

བོད་ཆགས་ཚ་དུས་ཙམ་བོད་སྲིད་པ་ཆགས་ནས་ཕྱིན་ནས་ད་ལྟ་བར་དུ་ད་ང་ཚོ་རང་བཙན་རང་བཙན་རྒྱལ་ཁབ་ཅིག་ཡིན་ལ་ནས་ལུགས་རྒྱུད་ཐོག་ནས་རང་བཙན་ཡིན་གཅིག་ལ་ཡ་བྱེད་རོགས་རང་བཙན་ཡིན་འདི་ལ་དུས་ཙམ་པ་ལ་ང་ཚོ་རང་བཙན་དེ་འདི་གི་ཆེད་ནས་རྩོད་གི་ཡོད་མ་གཏོགས་དབུ་མའི་ལམ་ལ་འགལ་ཟླ་བྱེད་ཡ་བྱེད་དང་རྐྱང་ངོར་མོ་བྱེད་ཀ་ལ་མ་བརྩི་ཡ་བྱེད་དང་འོང་ནས་འདྲེ་གི་སྐད་ཆ་ཆུད་ནས་མེད་རོགས་ཨ་ནི་གཞོན་ནུ་གི་སྒྲིག་གཞི་ཁོ་རང་ནང་ལ་དང་པོ་གོང་ས་བཀའ་དགོངས་སྒྲུབ་ཡ་དེ་རེད། རོ། དེའི་ཕྱི་དྲོའི་རྩམ་པ་ལ། ཨེ་ད་འདི་ལ་བདེ་གཤེགས་མང་པོ་ཞུ་ཡོད་རེད་འདོན་ཚོ་བསམ་ཚུལ་བྱས་ནས་བཤད་ཆོག་ཅེས་ཡིན་ནས་ད་རིང་འདི་ལ Toronto གི་མི་མང་འདོན་ཚོ་ཨ་ནི་ཁོང་ཚོ་ལ་རྒྱབ་སྐྱོར་བྱེད་རོགས་གྱིས་གལ་ཆེན་པོ་པེ་རེད་ཤག་རོ་ཨ་ནི་རྒྱབ་སྐྱོར་མ་བྱེད་བ་ར་ཅིག་ཡིན་ན་ཨ་ནི་རྩ་དོན་རྩ་དོན་ལ་ན་ད་ང་ཚོ་རྒྱབ་སྐྱོར་བྱེད་བ་ཙམ་གྱིས་ཡིན་གཅིག་མིན་གཅིག་རང་བཙན་ཡིན་དགོས་ཡ་གི་ཁྱད་བ་ཡོག་མ་རེད་རོ་ང་ཚོ་བོད་དོན་གྱི་ཆེད་དུ་ལས་ཀ་བྱེད་མཁན་ཚོ་ལ་རྒྱབ་སྐྱོར་གྱི་རྣམ་པ་ག་ནས་སྤྲོད་ཡ་ཡོད་རེད། སོ་སོ་བྱེད་ངེས་ཅིག་གྲོལ་ཡ་ཡིན་ན། ད་ལས་ཀ་འདུག་ག་ག་རེ་ཡིན་ན་ཚང་མ་བྱེད་ཀྱི་འདུག་ག། འདི་ལ་ཡང་འགྲོ་སྙིང་རྗེ་བོ་ཅིག་བཏགས་རྒྱུ་མཚན་སྙིང་རྗེ་བོ་ཅིག་བཏགས་ནས་བཟོས་ཀྱི་འདུག་འདི་ན་བཞིན་ད་རིང་འདི་ལ་ལས་ཀ་འདུག་ག་གང་དགོས་བྱེད་དགོས་མ་རེད་ཡིན་ནས་སོ་སོ་དངོས་གནས་བྱེད་འདོད་ཡོད་ན། བོད་འདི་ལ་ཤ་ཞེན་དང་གོང་ས་མཆོག་གི་བཀའ་དྲིན་དང། ཨ་ནི་ཡོད་ཅིག་དཔོན་དཔོན་པོར་རེག་གི་ཡིན་ན་འདྲ། ག་རེ་ཡིན་ན་ད་ལྟ་བར་དུ་ག་ལ་བར་ད་དམག་མི་ཡིན་ན་འདྲ་དཔོན་པོ་ཡིན་ན་འདྲ་རྩ་དོན་གྱི་ཆེད་དུ་སྲོག་བློས་ངེས་ཡིན་ན་འདྲ། ག་རེ་གི་ཆེད་དུ་འདི་ཚོ་ཚང་མས་ཀྱི་སེམས་པ་ལ་བཞག་ནས་རོགས་བསམ་བློ་ཅིག་བཏང་ནས་ཨ་ཙི་ངེད་ཀྱིས་འདི་འདྲས་བྱས་ན་ལས་རྒྱུ་འབྲས་ལ་ཡས་དེ་ལ་འགྲོ་ས་རེད་བས་འགྲོ་ས་མ་རེད་བས་རོགས་ཨ་ནི་ཅིག་ང་རང་ཚོ་ལ་སེམས་པ་ནང་ལོགས་ལ་ཅིག་མེད་འདྲ་འུ་ད་མ་སོན་ན་ཕྱིན་ཆོད་ཅིག་ཡོད་ན་ད་འགྲོ་དགོས་ཡས་གལ་ཆེན་པོ་ཞུ་ཐོང་གུ་འདུག་འཛོམས་དགོས་ཡས་གལ་ཆེན་པོ་ཞུ་ཐོང་གུ་འདུག་ཆུ་ཚོད་བཞི་བ་ལ་ཡིན་ཅི་མིན་ཅི་ངེད་ཀྱི་དམིགས་བསལ་གྱི་རེ་སྐུལ་ཡིན་ད་རེ་སྐུལ་བྱས་འབོད་སྐུལ་ཡིན་ཁྱེད་རང་ཚོ་ཡིན་ཅི་མིན་ཅི། སྤྱི་ཟླ་བཅུ་པའི་གེ་སྟག་རིགས་ལྔ། རོ་ཨ། འདིའི་གཟའ་སྤེན་པ་ད་རིང་གཟའ་ཕུར་བུ་རེད། པ་སངས་སྤེན་པ་ཉི་མ་གཉིས་རྗེས་ལ་ད། རྣམ་ཤེས་ཡས་དྲང་མོ་འགྲོ་བོ་བྱས་ཨ་ནི་ཁོ་རང་ཚོ་གེ་གྲ་འགྲིག་གྲ་འགྲིག་བྱས་ད་མི་ག་ཚོད་ཡོང་གི་ཡོད་ད་ཡོང་གི་མེད་རོ་ཨ་འོང་དེ་འདྲ་རེད་ཤག། དེ་ལ་ཉིད་ཀྱི་གཅིག་ཀློག་ཆོག་བ་བྱེད་རོ་ཨ་རྒྱ་ཆེ་བོད་རིགས་སྤུན་ཟླ་ཡོངས་ཀྱི་སྙན་ལམ་དུ་ཆེ་ཞུ་ལ་ཤག། བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་སླད་ཞག་མི་ལོ་བཞི་བཅུ་ཞེ་དགུ་འཁོར་བའི་དགའ་སྟོན་གྱི་མཛད་སྒོ་སྟབས་བདེ་ཞིག་དང་རྒྱུན་ལས་གསར་པ་རྣམས་ལ་རྟེན་འབྲེལ་གྱི་མཇལ་དར་གསོལ་བུ་ཞུ་རྒྱུ་ཡིན། སླད་ཞག་སྐུ་ཉིད་རྣམས་ནས་ཕྱི་ལོ་ཉིས་སྟོང་བཅུ་དགུ་སྤྱི་ཟླ་བཅུ་པའི་ཚེས་ལྔ་རེས་གཟའ་སྤེན་པའི་ཉིན་ཕྱི་དྲོ་ཆུ་ཚོད་བཞི་པའི་ཐོག Parkdale United Church Foundation King དང Dunn Avenue གྱི་ཀོ་ནར་དེར་རེད། ཡིན་གཅིག་མིན་གཅིག་ད་དངོས་གནས་ཕེ་རོ་ཆེས་བྱས། ཁྱེད་ཕྱིན་པོ་ཆེ་ནས་བཞུགས་ཡོད་ད། འདི་གཟའ་སྤེན་པ་སྤྱི་ཟླ་བཅུ་པའི་སྟ་རེ་ལྔ་ལ་ཨང་རྒྱབ་སྐྱོར་གནང་རོགས་གནང། ཨོ་ཁེ་ཚང་མ་ལོ་ཐུགས་རྗེ་ཆེ་གནང།